ཨེ་ནུ་ལྷག་པར་དུ་ཡང་ནང་གཤིས་རྒྱུད་འདིའི་ནང་ལོགས་ལ་གཅིག་འདུག། སྔས་ལ། གཤིས་རྒྱུད། མཐར་ཐུག་རྣམ་མཁྱེན་རྣམ་པ་ཐམས་ཅད་མཁྱེན་པའི་ཡེ་ཤེས་ལ་འགྱུར་ཡ་གཅིག་གི་དམིགས་ཡུལ་འདི་འདྲའི་འཇོན་ཡང་གི་ས་བོན་རུ་འདི་དབང་ཞུས་ནས་འདིའི་ཁ་ཐུག་ལ་ཡར་ལྟ་ས་བོན་འདི་བཏབ་ཡོང་གི་ཡོད་རེད་ད་འདི་འདྲའི་གི་ས་བོན་འདི་ནི་རིམ་པས་རིམ་པས་རིམ་པས་རིམ་པས་ཀྱི་ཕྱིས་ཡིན་ནི་ས་བོན་ཆུ་དང་ལུས་དང་དྲོད་དང་དེ་ཉིད་དེ་ཀྱི་འཛོམས་པའི་ཐོག་ནས་ཡང་ནི་ཤི་ནས་ཡང་སྡོང་པོར་ཡར་དུ་སྐྱེ་དགོས་ཡ་ནང་བཞིན་ནང་གི་ཤེས་རྒྱུད་ཀྱི་ཡོན་ཏན་དང་ཤེས་རྒྱུད་ཀྱི་ཡོན་ཏན་མཐར་ཐུག་པར་འདི་ང་ཚོ་ཤེས་པ་འདི་ལ་གསལ་རིག་གི་བདག་ཉིད་ཅན་རེད། བྱས་ཙང་གསལ་རིག་གི་བདག་ཉིད་ཅན་གྱི་ཤེས་པ་འདིའི་སྟེང་ནས་ནམ་ཆོས་ཐམས་ཅད་མཁྱེན་ཡག་གི། རིག་པ་ཡེ་ཤེས་དེ་འདྲ་ཞིག་བསྒྲུབ་ཡག་གི་ནུས་པ་རང་ཆས་སུ་ཡོད་པ་རེད། འདི་ཆོས་ཉིད་ཀྱི་རིག་པ་རེད་ཁོ་རང་ཆས་སུ་ཡོད་རེད། ཁོས་བསྒྲུབ་གཞི་བསམ་གཏན་དུ། དེའི་སྟེང་གི་ཤེས་བྱ་ཤེས་པ་ལ་བར་དུ་གཅོད་པའི་སྒྲིབ་པ་དེ་སེལ་རེ་ཡིན་ན་ཤེས་པ་ཁོ་རང་གི་སྟེང་ནས་ཡུན་རིང་ཡག་གི་ནུས་པ་དེ་རང་ཆས་སུ་ཡོད་བསྡད་པ་ཡིན་དུས་རྩ་ནས་འོ་ད། རྫོགས་སངས་སྐུ་ནི་འཕྲོ་ཆེ་དང་དེ་བཞིན་ཉིད་ཡིན་མི་ཤེས་དང་རིགས་ཡོད་ཕྱིར་ན་ལུས་ཅན་གྱི་རྟག་ཏུ་སངས་རྒྱས་སྙིང་པོ་ཅན་ནི་རྒྱུན་བླ་མས་ནང་དེ་འདྲ་གསུང་གི་འདུག་ག། བྱས་ཙང་ང་རང་ཚོ་ཉམས་མྱོང་གི་ཐོག་ནས་བརྩིས་པ་ཡིན་ན་ཡང་ད། ཅིག་གིས་མི་ཚེ་འགོ་སྡོད་ཅིག་པའི་སེམས་གཙོ་བོ། ཅིག་རང་དོན་ཁོ་ན་བསམ་དེ་ངེད་ཀྱི་མི་གཅིག་ག་ལེ་ག་ལེ་ལ་ཅིག་བློ་ལ་ཡང་འགྱུ་བ་དེ་ཡིན་དུས། བའི་སེམས་ཤིག་ཤིག་བསྡུ་བ། དངོས་གནས་དྲང་གནས་ཀྱི་བའི་གཞན་ཕན་གྱི་བློ། སྒྲུབ་ཐུབ་ངེས་གཞན་ཕན་གྱི་བློ་བྱས་ནས་ནི་གཞན་ལ་ཕན་དེ་སྒྲུབ་ངེས་ཅིག་གོ་མི་ཚེ་འགོ་ང་ཚོ་མཐོང་ཆོས་ལ་ཡང་འགྱུ་བ་འགྲོ་ཡ་ཡོང་ཡ་འདུག་བ།

དམིགས་རྣམ་རྐྱང་ཟེར་ཙང་ནས་བསྒོམ་བྱའི་དོན་གང་དང་གང་ཡིན་ནས་ད་དེ་ལ་ཨེ་ནི་ཏུགས་སུ་རིགས་པས་བསྒྲུབས་ནས་བསམ་བཏང་ནས་ཨེ་ནི་ད་ཚན་རིག་གི་ཐོག་ནས་གང་ལྟར་ང་ཚོ་ད་སྒྲུབ་བྱེད་ཚུར་ལན་ཡང་ཡོད་རེད་འདི་འདྲ་ཅིག་གི་ཐོག་ནས་བྱས་ནས་གང་ལྟར་སེམས་ལ་ཡང་ཨེ་ནི་ད་བསམ་བློ་འདི་འདྲ་ཅིག་བཏང་པ་ཡིན་ན། འཕྲལ་དུ་ལྟེ་བ་ཕུགས་ལ་ཕན་པ་ཚེ་འདི་སྐྱིད་པ་ཚེ་ཕྱི་མ་བདེ་བ་ད་དུ་ཨེ་ནི་ནམ་རྒྱུན་རྒྱལ་བའི་གོ་འཕང་ཐོབ་ཐུབ་བ་ཞིག་ཡོང་གི་རེད་བསམ་པ་ཅིག་གིས་བསམ་བློ་བཏང་ནས་སེམས་ལ་ཡལ་བའི་ངེས་པ་རོ་ཡག་པོ་ཞིག་རྙེད་ཡོང་དུས་བློ་དེའི་ཕྱོགས་སུ་འགྲོ་བདེ་བ་ཅིག་ཡོང་གི་རུ་བ་དང་ཨ་མདའ་ང་རང་ཚོ་ཉོན་མོངས་དུག་གསུམ་ལ་དང་དུ་བླངས་དེ་ངས་སོར་བཞི་བཏུ་བ་ཟེར་བ་དེ་འདྲ་ཡིན་དུས་ཆོས་ཆོས་སུ་སོང་བ་ཟེར་བ་དེ་གཙོ་བོ་བློ་སྦྱངས་ནས།

ཅེས་ཆོས་རབ་རྣམ་འབྱེད་ཀྱི་ཤེས་རབ་འདི་འདྲི་ཇི་ལྟར་ཡོད་པའི་སྐབས་འདི་ལ་ལྟ་ཆོས་རབ་ཏུ་རྣམ་འབྱེད་ཀྱི་ཤེས་རབ་འདི་སྡིག་པ་སོགས་ཡང་རྐྱེན་ལ་མ་འགྲོ་ཡང་ཆོས་རབ་ཏུ་རྣམ་འབྱེད་ཀྱི་ཤེས་རབ་འདི་ཐར་པ་དང་ཐམས་ཅད་མཁྱེན་པའི་གོ་འཕང་ས་ལ་འགྲོ་ཐུབ་ཡ་བཅས་ཀྱི་བེད་སྤྱོད་བྱེད་ཀྱི་ཡིན་ན་ཨེ་ནི་དངོས་ནས་ཁྱད་པར་རེད་ད་ཐང་དེ་འདྲི་ཡིན་དུས་ཨོ་ད་དེར་དེ་བློ་ཆོས་སོང་བ་ཆོས་ཕྱོགས་སུ་སོང་བ་ཞིག་དགོས་ཀྱི་རེད་ཟེར་བ་ལྟར་སྙིང་པོ་འདི་ལྟར་འདུག་ཟེར་ནས་བློ་ལ་འགྱུར་བ་བཏང་དགོས་རེད།

གོ་སོང། བྱང་ཆུབ་སེམས་ཡག་པོ་བསམ་བཏང་བ་ཡིན་ན་ངན་འགྲོའི་ལམ་ནས་འདོར་གྱིས་ཤིག་མཐོ་རིས་ལམ་ནས་རབ་འདོར་ལ་དགའ་བཞི་མེད་པར་འདྲེན་བསྐྱེད་པའི་བྱང་ཆུབ་སེམས་ལ་ཕྱག་འཚལ་ལོ་ཅེས་གསུངས་འདུག་བ། ངན་འགྲོའི་ལམ་འདོར་ནས་མཐོ་རིས་ཀྱི་ལུས་རྟེན་ཐོབ་ཡ། ཨེ་ནི། མཐོ་རིས་ཀྱི་ནི་ལུས་རྟེན་གྱི་ཐོག་ནས་ཨེ་ནི། བྱང་ཆུབ་སེམས་དང་སྟོང་ཉིད་དག་གོང་བུའི་རྩ་ནས་ཨེ་ནི་ངེས་ལེགས།

སྤྱིར་སངས་རྒྱས་ཀྱི་ཆོས་ཀྱི་འགྲོ་སྟངས་ཡང་སྒོས་ནི། བྱང་ཆུབ་སེམས་དཔའི་ཆོས་ཀྱི་ཐེག་ཆེན་གྱི་ཆོས་ཀྱི་འགྲོ་སྟངས་གང་འདྲ་ཡིན་པ་དེ་གཅིག། གོ་བ་བྱེད་ཆ། གོ་བ་ཆགས་ཞེས་པ་འདི་གང་ལ་ནི་སོ་སོ་རང་ཉིད་ཀྱིས་ཡང་ནས་ཡང་དུ་བསམ་བློ་བཏང་ངེས་པ་ཐོབ་པ་ཞིག་བྱས། ངེས་པ་ཐོབ་པའི་དོན་དེ་ལ་ཡང་ནས་ཡང་དུ་འདྲིས་ཤིང་གོམས་པར་བྱས་ན་ནི་གོམས་པའི་ཉམས་མྱོང་སྐྱེ་ཡོང་གི་རེད་ཅེས་སོང། ཧོ་ཐུགས་སྲས་ཡིན་ད། ཆེ་ཚ་བ་དེ་སྔོན་འགྲོ་དེ་ཨེ་ནི་ད་རེ་སྤྱོད་འཇུག་བཤད་ཡག་རེད། ཨེ་ནི་སྤྱོད་འཇུག་ཐོག་ལ་ཡ་སྒོམ་རིམ་བར་པ། སྤྱོད་འཇུག་ད་ཞི་བ་ལས་མཛད་པ་རེད་བས་རེད་དུས་རབས་བརྒྱད་པའི་ནང་དུ་བ་མཛད་པ་རེད་ཟེར་གི་འདུག་ང་ཡག་པོ་མི་ཤེས་ད། ཆ་གང་ད་ནཱ་ལེནྡྲའི་ད་མཁས་པ་རེད།

བོད་ཀྱི་ཆོས་རྒྱལ་ཁྲི་སྲོང་ལྡེ་བཙན་གྱིས་བསྐུལ་མ་གནང་བྱས་སྒོམ་རིམ་ཐོག་མཐའ་བར་གསུམ་དེ་མཛད་པ་རེད། དེ་དུས་ཅིག་དཔྱད་སྒོམ་དང་འཇོག་སྒོམ་དེ་འདྲའི་ཐོག་ལ་ཡང་ཅིག་དགའ་གསུང་རེད། དཔྱད་སྒོམ་གོ་དང་མ་གོ་ས་དེ་འདྲའི་གི་ཡང་ད་བགྲོ་གླེང་རོགས་ཤུགས་ཆེན་པོ་བྱུང་ནས། ད་རྩོད་གླེང་རོགས་སོགས་རེ་བ་དེ་འདྲ་བྱུང་ནས་དེའི་སྐབས་དེ་མཛད་པ་ཅིག་ཡིན་པ་རེད། བྱ་ཚང་ཡང་སྐུལ་མ་མཛད་མཁན་དེ་བོད་ཀྱི་ཆོས་རྒྱལ་བཀའ་དྲིན་ཅན་ཁྲི་སྲོང་ལྡེ་བཙན་མཛད་པ་པོ་དེའི་མཁན་ཆེན་ཞི་བ་གཙུག་བདག་བོད་ལ་སངས་རྒྱས་ཀྱི་བསྟན་པ་དངོས་སུ་དར་བོད་ཀྱི་པའི་ནཱ་ལེནྡྲའི་ཆོས་བརྒྱུད་ནང་བཞིན་ཆེན་ནས་བསྟན་པ་བོད་ཀྱི་བསྐང་བོད་ཀྱི་ཚུགས་གཡར་ཏེ་མཛད་མཁན་དེ་མཁན་ཆེན་ཞི་བ་གཙུག་བྱས་ཨེ་ནི་སློབ་དཔོན་ཐུགས་རྗེ་ཅན་གྱི་ཕྱི་ནང་གི་འགལ་རྐྱེན་དེ་ཡི་དེ་སེར་སྣང་བྱས། འདུག་ཟེར་ནས་དང་ཆོས་རྒྱལ་གྱི་སྤྱིན་བདག་ཨེ་ནི་གན་ཆིང་གིས་དང་གཙོ་བོ་མི་དཔེ་ཆ་འཁྲིད་ཡག་དང་ཅིག་སློབ་སྡོམ་གནང་ཡག་དང་འདི་དེ་གཙོ་བོ་བྱས་ན་ཨེ་ནི་བསྟན་བཅོས་བསྒྱུར་ཡག་དང་ཅིག་ལ་ལས་ཐུགས་ཁུར་བཞེས་ཨེ་ནི་ཕྱི་ནང་གི་བར་ཆད་སེལ་ཡག་དེ་ཨེ་ནི་སློབ་དཔོན་རིན་པོ་ཆེ་གི་མཛད་ཨེ་ནི།

ཅིག། དབྱེར་མེད་གསར་བ་ཞིག་དང་མཁན་ཆེན་ཞི་བ་འཚོ་མཁས་པའི་དབང་པོ་བཞི་བ་ཅིག་རེད་དམ་ཁོང་གི་དངོས་སློབ་སློབ་དཔོན་ཀ་མ་ལ་ཤཱི་ལ་མཁས་པ་ག་འདྲ་ཡིན་པ་དེའི་སྟེང་ཨ་ནི་སློབ་དཔོན་ཀ་མ་ལ་ཤཱི་ལས་ཨ་ད་ད་མཛད་ཤ་བའི་ད་དབུ་མའི་གཞུང་ཡོད་ཨ་རེད་ཨ་ནི་ཁོ་རང་གི་དགེ་རྒན་མཁན་ཆེན་ཞི་བཙུན་མཛད་ཤ་བའི་ཨ་ནི་ཚད་མའི་དེ་ཁོ་ན་ཉིད་བསྡུས་པའི་འགྲེལ་པ།

ཨེ་ནི་སྐུའི་དབའ་བོ་དེ་ཡིན་བསམ་གྱི་མི་སྐྱེ་བ་རེད། དེ་འདྲ་ཡིན་དུས་ང་རང་ཚོ་བོད་གངས་ཅན་གྱི་ལྗོངས་ནས་འདི་ཅིག་ལས་འབྲས་ཡོད་པ་རུ་ཅི་ལྟར་འདྲ་བར་ཅི་མི་འདྲ་བར་བསམ། ཨེ་ནི་གཙོ་བོ་སྒོམ་རིམ་བར་པའི་བརྗོད་བྱ་འདི་གཞི་ཡི་རྣམ་གཞག་ལམ་གྱི་རྣམ་གཞག་འབྲས་བུའི་རྣམ་གཞག་འདི་ཡིན་ཏེ། རྒྱས་བསྡུས་མ་གཏོགས་ཆ་ཚང་ཞིག་གསུང་གི་འདུག་བྱས་ཙང་ཨེ་ནི་དེར་དེ་སྒོམ་རིམ་བར་པ་དེ་བྱས། ལྔས་ལ་གོང་རིམ་བར་པ་འདི་གི་བ་བཞིར་བདེ་གཤེགས་གོང་རིམ་བར་པའི་དོགས་ནས་མ་བཤད། ཨན་འདི་བྱང་ཆུབ་སེམས་སྦྱོང་གི་དག་ཤེས་མཉམ་རྗེས་བྱང་ཆུབ་སེམས་སྦྱོང་ག་དུས་ནས་མ་ཨེ་ནི་སྤྱོད་འཇུག་མ། བཤད་བ་རེད་བསམ་ག་ལེ་ཞིག་དྲན་དེ་ཡོད། ད་ཉི་མ་བཞི། ནམ་རྒྱུན་ཉི་མ་གསུམ་ཟེར་ཞིག་ཡོད་རེད། ད་དེར་བརྟེན་མི་མང་པོ་ཅིག་འདུས་བསྡད་དུས་ཨེ་འདའ། ཉམས་ད་ཅིག་ཉམས་ལྷོད་བར་བྱས་ན་ཉི་མ་བཞི་ཞེས་བྱ་བ་མི་འདྲ་བ་བསམ། འོ་ཐུགས་ཟིན་འདའ།